གནས་ཡིན་ཕྱི་ནང་གང་སར་ཞུགས་པ་ཐམས་ཅད་ལ་འཚམས་འདྲི་ཡི་བཀྲ་ཤིས་བདེ་ལེགས་ཞུ་གི་ཡིན། ད་སྤྱི་བཏང་གི་ཟླ་མང་པོ་ཞིག་གི་སྔོན་ན་རྒྱ་གར་གྱི་བསྟན་བཤིག་བྱས་པའི་གཞིས་ཆགས་ཁག་ཁ་ཤས་ལ་ནང་ཆོས་ངོ་སྤྲོད་ཀྱི་ཚུལ་དུ་སྦྱར་ར་གྱི་གོ་སྐབས་དེས་རག་སོང། ཨོ་ད་དེའི་སྐབས་སུ་དད་ལྡན་བུ་མོ་མང་པོ་ཞིག་ནས་རྗེ་བཙུན་འཕགས་མ་དྲོན་མོས་སྐོར་ལ་ཐུགས་འདོད་ཡོད་དགེ་རྒན་མང་པོ་བྱུང། དྲི་བ་མང་པོ་ཅིའང་གནང་སོང། ཕྱིས་སུ་སོ་སོ་གི་འབྲེལ་བ་ཡོད་དགེ་རྒན་གྱིས་དད་ལྡན་ཕོ་མོ་འགའ་ཞིག་ཅིག་ནས་རྗེ་བཙུན་འཕགས་མ་དྲོན་མོའི་སྐོར་ལ་དེ་བཤད་ཐུབ་པ་ཡིན་ན་ཐུགས་ཕན་གསོ་ས་རེད། འདི་འདྲའི་ཞུ་མཁན་ཁ་ཤས་ཡང་བྱུང། དེ་འདྲའི་ད་ད་ད་རིང་གི་དུས་ཚོད་ད་ཐུང་ཐུང་ཞིག་འདི་དང་ནི་ད་འགོ་བསྟུད་ནས་ད་རྗེ་བཙུན་ཕ་མ་གྲོས་མོས་སྐོར་ལ་ད་ཅུང་ཟད་ཅིག་ཞུས་པ་ཡིན་ན་ཡང་ཕྱོགས་གཅིག་ནས་ནི་དོན་གཉེར་ཅན་དད་ལྡན་ཁ་ཤིག་ལ་ཡང་ཕན་དགོས་རྒྱུ་རེད་བསམ་སོང། ད་སྤྱི་བཏང་གི་རྗེ་བཙུན་ཕ་མ་གྲོས་མོས་སྐོར་དེ་ལས་ལྷའུ་གཅིག་དང། དུས་ཚོད་ཐུང་ཐུང་ཞིག་གི་ནང་ལ་བཤད་མཁན་གྱི་ངོས་ནས་ཡིན་ན་ཡང་རེད། ཉན་མཁན་གྱི་སྒོ་ནས་ཡིན་ན་ཡང་རེད་ད་ནི་ག་འདི་ག་པོ་ཞེ་དྲག་རེད། ཡིན་ན་ཡང་ད་ཅིག་གི་མདོར་བསྡུས་ཙམ་ཞིག་ཅིག་གི་རྩ་ནས་མ་མཁྱེན་པ་དང་མ་གོ་མཁན་འདི་འདྲ་ཡོད་ན་ཡང་ཅིག་གི་ཐུགས་ཕན་གསོ་གི་རེད་དྲན་གྱི་འདུག་ད་སྤྱི་བཏང་གི། ད་རྗེ་བཙུན་འཕགས་མ་འཕྲུལ་མ་ཞུ་བ་དེ་ནི་ཡི་དམ་ལྷག་པའི་ལྷ་དེ་ང་རང་ཚོ་ཧི་མ་ལའི་མི་རིགས་དད་ལྡན་ཕོ་མོ་ཕལ་ཆེ་མང་ཆེས་ཀྱིས་རྗེ་བཙུན་འཕགས་མ་སྒྲོལ་མ་མཁྱེན་གྱི་ཡོད་རེད་རྗེ་བཙུན་འཕགས་མ་འཕྲུལ་མི་གིས་ནི་ད་ལྟ་བསྟོད་པ་ཡང་མང་ཅིག་འདོན་གྱི་ཡོད་རེད་ཡིན་ན་ཡང་ད་ཅིག་གི་རྗེ་བཙུན་འཕགས་མ་འཕྲུལ་མི་སྐོར་གྱི་ནི་ད་ལྟ་རྣམ་ཐར་རེད་ལོ་རྒྱུས་རེད་སྒྲུབ་ཐབས་རེད་ད་ནང་བཞིན་གྱི་ཉམས་ལེན་རྒྱ་ཆེན་པོ་ཅིག་ཡང་སུ་མ་བྱེད་ཀྱི་འདི་ཡང་དེ་ལ་དེ་ཟ་ནི་མ་མཁྱེན་ག་ན་ཡང་མ་ཁོལ་བའི་དེ་ལས་ཡོལ་བ་ཡིན་ན་ནི་དེ་དག་རྣམས་ཀྱི་ཆེད་དུ་ད་མདོ་བདུད་ཀྱི་ཞུས་པ་ཡིན་ན་རྒྱབ་བྱོན་གྱི་ཟུར་དུ་ད་ཐོག་མར་ཅིག་ང་རང་ཚོ་རྗེ་བཙུན་འཕགས་མ་སྒྲོལ་མ་ཞེས་བྱ་བའི་ནི་མཚན་ཅིག་ལ་ནི་ཐུགས་བསམ་གྱིས་བཤད་པ་ན་འཕགས་མ་སྒྲོལ་མ་བཞུགས་ཀྱི་ཡོད་རེད། ད་འཕགས་མ་བཞུགས་འདུག་སྐབས་སུ་སྤྱི་བཏང་གིས་ང་རང་ཚོ་མི་ཡི་འཇིག་རྟེན་འདི་ཡི་ནང་ལ་ཨ་ནི་མཁས་པའང་ཡོད་རེད་གྲོས་པའང་ཡོད་རེད་དེ་ཙམ་དུ་མ་བཟོད་པའི་ཨ་ནི་ལྷ་འཇིག་རྟེན་པའི་ལྷ་ཡང་ཡོད་རེད་མངོན་ཤེས་ཡོད་མཁན་ཡོད་རེད་རྫུ་འཕྲུལ་ཡོད་མཁན་ཡོད་རེད་སྟོབས་ཆེན་པོ་ཡོད་རེད་ནུས་པ་ཡོད་དེ་ངས་མང་པོ་བྱོས་རེད་འཇིག་རྟེན་པའི་ནང་ལ་ཡོད་རེད་ས་བདག་གཞི་བདག་མང་པོ་ཡོད་རེད་འོ་དེ་འདྲས་མ་རེད་ཁྱོད་ཚོ་འཕགས་མ་གྲོས་མ་དེ་དེ་ནི་ཁོ་ལ་འཕགས་མ་ཞེས་པའི་རྒྱུ་མཚན་དེ་འཇིག་རྟེན་པའི་ལྷ་མཐུ་ཆེན་པོ་དང་མངོན་ཤེས་དང་རྫུ་འཕྲུལ་ཡོད་མཁན་གྱི་དེ་ལས་ཀྱང་ལྷག་པ་དེ་ལས་ཀྱང་ཁྱད་པར་འཕགས་པ་ཅིག་ད་ཡིན་དུས་སྐབས་སུ་ང་ཚོ་ཆོས་ཕྱོགས་ནས་བཤད་པ་ཡིན་ན་འཇིག་རྟེན་པ་དང་འཕགས་པ་ཟེར་ན་འཇིག་རྟེན་ནི་ལྷག་པ་ཅིག་བྱ་དགོས་རེད་དེ་ལ་འཕགས་པ་ཞུ་དགོས་རེད་འོ་དེ་ལ་ནི་དེ་ནི་སྐྱེ་བོས་ཀྱི་རྟེན་གཅིག་དང་བུད་མེད་ཀྱི་རྟེན་གཉིས་ཡོད་དུས་སྐབས་སུ་ལ་དེ་ནི་ཕ་མ་དྲོད་མ་དེ་དང་བུད་མེད་ཀྱི་ལུས་རྟེན་གཅིག་མེད་དེ་ལ་འཕགས་མ་ཞུ་རྒྱུ་ནི་དེ་རེད་འཕགས་མ་ཞེས་པ་དེ་རེད། སྒྲོལ་མ་ཞེས་བྱ་བ་འདི་གངས་རིའི་ཟས་ནི་ཐོགས་པར་ཞུས་པ་ཡིན་ན། སྤྱི་བཏང་གི་དུས་ཚོད་ཐོག་མ་མེད་པ་ཅིག་གི་དུས་ཚོད་དེ་ལ་ནི་སངས་རྒྱས་ལྔ་སྦྲགས་ཞེས་བྱ་བ་ཅིག་ཡོད་པ་རེད་ད་དཔེར་ན་ང་རང་ཚོ་ད་ལྟའི་དུས་ཚོད་ལ་ཅིག་ཚེ་ལོ་བརྒྱ་ཕག་གི་དུས་ཚོད་རེ་བཞུགས་ཡོད་རེད་དེ་ནི་སངས་རྒྱས་ཡིན་ན་སངས་རྒྱས་ཤཱ་ཀྱ་ཐ་བ་གི་དུས་ཚོད་རེད་དེ་དེ་ནང་བཞིན་བྱས་ནས་ནི་ཐོག་མ་མེད་པའི་དུས་རབས་དེ་དང་དེ་ཡི་ཚེ་ན་སངས་རྒྱས་ལྔ་སྦྲགས་ཞེས་བྱ་བའི་དང་བསྟན་པ་གཅིག་གནས་དེ་བ་སྐབས་དེའི་དུས་སུ། དེ་ནི་རྒྱལ་པོ་ཡི་སྲས་མོ། དེ་ནི་མཚན་ལ་ཡེ་ཤེས་ཟླ་བ་ཞེས་བྱ་བ། དེ་ནི་ཡོད་པའི་སྐབས་སུ་ཞོག་ད་མཚན་ལ་ཡེ་ཤེས་ཟླ་བ་ཡོད་པ་དེ་སྲས་མོ་དེ་ད་ནང་ང་རང་ཚོ་གི་ཕ་མ་ཁྲོས་མ་དེ་བྱ་དགོས་དེའི་སྐབས་སུ་ནི་མཚན་ལ་རྒྱལ་པོ་ཡི་སྲས་མོ་ཡེ་ཤེས་ཟླ་བ་ཞུ་དགོས་དེ་ལྟ་བུའི་སྲས་མོ་ཡེ་ཤེས་ཟླ་བ་དེ་ཉིད་ཀྱིས་ནི་སངས་རྒྱས་ལྔ་སྒྲ་ཡི་སྐོམ་སྟོན་དུས་བཅར་བྱེད་སངས་རྒྱས་ལྔ་སྒྲའི་དུས་སུ་ཐུགས་བསྐྱེད།

འདི་ནི་སེམས་ཅན་ཐམས་ཅད་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ལ་མ་བཀོད་ཀྱི་བར་དུ། ནི་བུད་མེད་ཀྱི་ལུས་རྟེན་དག་རང་གི་སྒོ་ནས་དང་བུད་མེད་ཀྱི་ལུས་རྟེན་རང་སྐྱེ་བ་ཞེས་པའི་སྒོ་ནས་སེམས་ཅན་གྱི་དོན་སྒྲུབ་པ་ཡིན། མ་གཏོགས་ད་ཅི་ད་ང་སོགས་ནི། བུ་ཡི་ལུས་རྟེན་གྱི་སྒོ་ནས་སེམས་ཅན་གྱི་དོན་སྒྲུབ་ཡ་ཡོད། བུད་མེད་ཀྱི་ལུས་རྟེན་གྱི་སྒོ་ནས་སེམས་ཅན་གྱི་འགྲོ་དོན་བྱེད་ཡ་ཡོད་དེ་ཡིན་ན་ཡང། ད་རྒྱལ་པོ་ཡི་སྲས་མོ་ཤེས་ཟླ་བ་ཁོང་གིས་སངས་རྒྱས་ཀྱི་སྒོམ་དོན་སུ་བུད་མེད་ཀྱི་ལས་ལྡན་རང་གི་སྒོ་ནས་སེམས་ཅན་གྱི་དོན་སྒྲུབ་པའི་ཡིན། སེམས་ཅན་ཐམས་ཅད་གཙོ་བའི་སངས་རྒྱས་ཀྱི་གོ་འཕང་ལ་མ་བཀོད་ཀྱི་བར་དུ་ནི་མོ་རང་སངས་རྒྱས་ཀྱི་མེད། དེ་འདྲའི་རྒྱས་ནི་ཐུགས་རྗེ་ཐམས་ཅད་ལས་བཤོལ་བ། ད་སྤྱི་བཏང་གིས་ང་རང་ཚོ་ཆོས་ཕྱོགས་ནས་བཤད་པ་ཡིན་ན་ཅིག་གི་ད་ཐུགས་བསྐྱེད་སོགས་ལ་སེམས་བསྐྱེད་སྟངས་ལ་སྤྱི་བཏང་མང་པོ་ཡོད་རེད་དེ་སུ་སྡོམ་རྒྱག་པ་ཡིན་ན་གསུམ་གྱི་ནང་ལ་བསྡུ་གི་ཡོད་རེད། དེ་གསུམ་དེ་ག་རེ་ཟེར་ན། བྱིའུ་ཟླ་བའི་སེམས་བསྐྱེད།

ང་རང་ཚོ་རྒྱ་མི་དེ་ནི་མི་ཕལ་པ་རྣམས་ཀྱི་བྱེད་ཐུ་ཡ་དཀའ་ལས་ཁག་པོ་པེ་ནི་ཟིའོ་ལྟ་བུ་ཟེར་ནི་པེ་ན་ང་རང་ཚོ་ཡོང་ཐང་ལ་ནི་ལུག་ཚོ་ཡ་གི་ལུག་རྫི་ཟེར་གྱི་ཡོད་རོ་གཡག་ཚོ་ཡ་གི་གཡག་རྫི་ཟེར་གྱི་ཡོད་རོ་རྟ་ཚོ་ཡ་གི་རྟ་རྫི་ལ་གི་ཡོད་རོ་དེ་ན་བཞིན་བྱེད་ནི་ཟིའོ་དེ་དག་གི་པེ་ན་ལུག་རྫི་ལྟ་བུ་ཆ་བཞག་པ་ནི་ལུག་རྫི་དེ་གི་སོ་སོ་ལ་ལུག་ག་ཚོད་ཡོད་པ་དེ་ལ་ནི་རི་བཟང་ས་དང་རྩྭ་ཡག་ས་ཡོད་པ་དེ་དེ་ལ་བ་དེ་ནི་འགྲོ་ཡ་དང་ནང་ལ་ཁུ་ཡ་ཡོང་ཡ་ལ་སོགས་པ་བྱེད་ཀྱི་ཡོད་རོ་དེ་དེ་ད་ནི་ལུག་དེ་དག་དམ་ཚིག་སྨོས་ལ་བག་དང་སོ་སོ་དེ་བྱས་ལ་ཅེས་གླེང་གི་ཡོད་ར་བ། འོ་འདི་ན་བཞིན་བྱས་ནས་ད་ལྟའི་རྒྱལ་པོ་ཡི་སྲས་མོ་ཡེ་ཤེས་ཟླ་བ་ཁོང་གིས་ཡང་སེམས་ཅན་ཐམས་ཅད་རྫོགས་པའི་སངས་རྒྱས་ཀྱི་གོ་འཕང་དང་ཐར་བ་དང་ཐམས་ཅད་མཁྱེན་པའི་གོ་འཕང་ལ་ཡར་བར་བསྐོས། བྱས་ནས་ནི་རང་ཉིད་ད་སངས་རྒྱས་ཀྱི་ཡིན། དེ་ཡང་བུད་མེད་ཡུལ་འགྲོ་མཁན་ཁོ་ན་ཡང་འགྲོ་མཁན་གཅིག་ཡིན། དེ་ཡིན་པའི་རྒྱུ་མཚན་དེ་ནི་ད་ལྟ་གོང་དུ་ཞུས་པ་ནི་ག་རེ་རང་ཉིད་རྫི་བོ་ལྟ་བུའི་སེམས་ཅན་གྱི་ཁས་ལེན་དམ་ཆོས་ཞུ་བ་ར་ཞེས་པའི་རྒྱུ་མཚན་དེ་རེད། ནི་དེ་ཡང་ནི་ཁོང་གིས་སེམས་བསྐྱེད་ཞུས་པ་ནང་བཞིན་དུ་བྱས་ནས། དམ་ཁས་ལེན་དམ་བཅའ་ཞུས་པ་ནང་བཞིན་དུ་བྱས་ནས་དེ་སེམས་ཅན་གྱི་དོན། མཛད་པ་རེད། དོན་མཛད་སྟངས་ལ་ཆ་བཞག་པ་ལ་དཔལ་ནང་ཉིན་མང་གཅིག་གི་ནང་ལ། ད་སྔ་དྲོ་ཡི་ཆ་མང་གོང་དྲོ་ཡི་ཆ་དེ་ཚོ་གཉིས་ལ། སེམས་ཅན་བྱེ་བ་བརྒྱ་སྟོང་ཐམ་པ་འོ་འདི་འདྲས་ཅིག། ཁམས་གསུམ་འཁོར་བའི་དུག་ལྔ་ལས་བྲལ་ནས་ད་ཕྱིར་མི་སྡོད་པའི་ས་སོགས་པར་ཕྱིར་མི་སྡོད་ས་ད་འདི་ན་ནི་ད་ད་མཐོང་ལམ་འདྲ་བོ་དང་ད་ང་རང་ཚོ་སོ་སོ་ནི་སོ་སོ་སྐྱེ་བའི་ལམ་དེ་ལས།

གྲོལ། མཱས། ག་རེ་གྲོལ་བ་རེད་ཟེར་ན། སེམས་ཅན་ཐམས་ཅད་ཁོ་བོའི་སྡུག་བསྔལ་ལས་ཕ། གྲོལ་བར་མཛད་མཁན་སྐྱོབ་པར་བྱེད་མཁན་གྱི་བུད་མེད་ཀྱི་ལུས་རྟེན་ཨན་ཅིག་ཡིན་པའི་ཆ་ནས་ཁོང་ལ་གྲོལ། མཱས། ནི་ཕ་མ་དྲུད་མེད་མིང་དང་མཐུན་མེད་ཀྱི་མཚན་དང་མཐུན་མེད་ཀྱི་ནི་སེམས་ཀྱི་ཡུལ་དོན་འདི་འདྲའི་ཟེར་མ། མཛད་པ་རེད། དེ་ནང་བཞིན་བྱས་ནས། དེ་ལྟ་བུའི་འགྱུར་བུའི་ཟིན་མོ་ཡེ་ཤེས་དར་བ་ཁོང་གིས་དེ་ནི་སངས་རྒྱས་དོན་ཡོད་འགྲུབ་པའི་སྐུ་མདུན་དུ་བཅར་ནས་ཡང་ཐུགས་ཀྱི་དམ་བཅའ་གར་ཞུ་བར་ཟེར་ན། འགྲོ་བ་རིགས་དྲུག་གི་སེམས་ཅན་སོགས་ང་རང་ཚོ་མི་ཙམ་གྱི་སྐད་ཅིག་བཤད་རྒྱུ་ཡོད་མ་རེད་སྤྱི་བཏང་ང་ཚོ་ཡོངས་གྲགས་དུ་དེང་སང་མི་ལ་ད་དུང་བཅུར་དེ་ནི་བདུན་ཅུ་ཐམ་པ་ཡོད་ཟེར་ཞུ་གི་ཡོད་རེད་དེ་དེ་མི་ཙམ་གྱི་སྐད་ཅིག་བཤད་དགོས་བ་མ་རེད་ད་དེའི་ཁོར་བའི་ནང་ལ་དམྱལ་བ། ཡི་དྭགས། དུད་འགྲོ། མི། ལྷ། ལྷ་མ་ཡིན་ཟེར་འགྲོ་བ་རིགས་དྲུག་གི་སེམས་ཅན་ག་ཚོད་ཡོད་པ་དེ་དག་ཐམས་ཅད་ལ

ག་ཚོད་ཡོད་པ་དེ་དག་ཐམས་ཅད་རྗེ་བཙུན་འཕགས་མ་ཁྲོ་མ་རང་ཉིད་ཀྱིས་ནི་བདག་སྐྱོབ་པར་བྱེད་ཀྱི། སེལ་བར་བྱེད་ཀྱི་ཡིན་ཟེར་ནས་སངས་རྒྱས་དོན་ཡོད་གྲུབ་པའི་དགོངས་དོན་དུ་བཅགས་ནས་ཁས་ལེན་དམ་བཅའ་ཐུགས་ཀྱི་རྒྱ་ཆེན་པོ་དེ་འདྲ་བྱས་མཛད་ཀྱི་ཡོད་རེད་བ། དེ་ཡིན་དུས་ཀྱི་ད་སེམས་ཅན་ཐམས་ཅད་ཀྱི་ད་གནས་སྐབས་ད་གནས་སྐབས་ཀྱི་འཇིགས་པ་ག་ཚོད་ཡོད་པ་དེ་དག་ཐམས་ཅད་ཁོང་སྲུང་བར་བྱེད་ཀྱི་སྐྱོབ་པར་བྱེད་ཀྱི་ཁས་ལེན་དམ་བཅའ་བྱས་དཔེར་ན་ང་རང་ཚོ་དེང་སང་གོ་ཐེའུ་ཨང་དུ་བདམས་པ་ན་བླ་ཆེན་དང་མི་ཆེན་དང་དཔོན་ཆེན་དེ་ཚོ་ལ་དེ་གཅིག་གིས་སྐུ་སྲུང་འདྲ་བོ་ད་ད་གཅིག Body Guard འདྲ་བོ་བྱ་གི་འདུག་ཨོ་འདི་ན་ཞིག་ད།

རེད་བ། ཞི་བའི་འོག་ད་ནི་ང་རང་ཚོ་ནམ་རྒྱུན་ཨོ་རྒྱན་ཚང་མས་མཁྱེན་པ་ནང་བཞིན་རེད་ད། གཙོ་བོ་གསང་བདེན། གསང་བདེན་ནག་གི་རྗེ་བཙུན་འཕགས་མ་སྒྲོལ་མ་ལ་ང་རང་ཚོ་འཁོར་རོ་དེ་ནི་བྱེད་ཀྱི་ཡོད། དེ་ཡི་སྤྲུལ་པ་འཁོར་ཉི་ཤུ་ཐམ་པ་བསྐོར་འདོད་པའི་རྗེ་བཙུན་ཨ་ནི་ད། སྒྲོལ་མ་ཉིད་བསགས་ཅིག་ཟེར་ནས་ཞུ་གི་ཡོད་རེད་བ། ཨོ་ད་དེ་གཅིག་པ་རེད་འདུག་བ། རྗེ་བཙུན་སྒྲོལ་མ་ལ་ད་རྗེ་བཙུན་སྒྲོལ་མ་ལ་ཡང། ནི་སྒྲོལ་མ་འཇམ་མགོན་ཡོད་རེད་སྒྲོལ་མ་སེར་པོ་ཡོད་རེད་སྒྲོལ་མ་ཞི་བ་ཡོད་རེད་ཁྲོ་བོ་ཡོད་རེད་དེ་དེ་ནང་བཞིན་བྱོས་ད་འཇིགས་པ་བརྒྱ་དང་བཅུ་དྲུག་ཐམས་ཅད་ལས་ནི་རེ་རེ་ཡི་གཉེན་པོ་ལ་རྗེ་བཙུན་འཕགས་མ་གྲོ་མ་ཡང་སྐུ་མདོག་ནི་དཀར་པོའི་རྣམ་པ་ཞི་བའི་རྣམ་པ། དེ་ནས་གཅིག་གི་དབང་གི་རྣམ་པ་དམར་པོའི་རྣམ་པའོ། དེ་ནས་གཞན་ནི་ད་ནི་སེར་པོ་ཡི་རྣམ་པ། ནི་སྐུ་མདོག་ནག་པོའི་རྣམ་པ་ད་གང་ལྟར་བཞི་གའི་དབང་དྲག་ཟེར་ན་ད་དྲག་པོ་ལ་ནི་ཁྲོ་བོའི་རྣམ་པའོ། དེ་འདྲའི་རྒྱུ་ག་ནི་གང་ལྟར་རྗེ་བཙུན་འཕགས་མ་གྲོ་མ་ད་གཙོ་བོ་སེང་ལྡེང་ནག་གི་རྗེ་བཙུན་འཕགས་མ་གྲོ་མ་གཅིག་ཡིན་ན་ཡང་དེ་ཡི་སྤྲུལ་པ་ལ་ནི་འཁོར་རྗེ་བཙུན་འཕགས་མ་གྲོ་མ་ཉི་ཤུ་བསྡོམས་པས་ཕྱག་བཟང་ནི།

དེ་ནི་ཡང་གསང་སྟབས་དུ་ཆ་བཞག་པ་ཡང་ན་རྗེ་བཙུན་འཕགས་མ་གྲོ་མ་དེས་དེ་ཉིད་ཀྱི་ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཤེར་ཕྱིན་འདི་བྱ་དགོས་རེད། ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་གར་ཟེར་ན་ང་རང་ཚོ་སངས་རྒྱས་དང་བྱང་ཆུབ་སེམས་དཔའ་དང་ཉན་ཐོས་དང་རང་རྐྱ་ཚང་མ་དེ་ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་ལ་དེ་ནི་བྱུང་དགོས་རེད་དེ་ནི་ཡུམ་རེད་ང་རང་ཚོ་ཡུམ་འབྱུང་ས་ཡི་སྐྱེ་ས་ཡི་ཡུམ་ལྟ་བུ་དེ་བྱ་དགོས་རེད། དེ་ནི་ཅི་ནས་དེ་ཡིན་དུས་ཀྱང་སུ་དང་དེ་གང་དག་བརྒྱད་སྟོང་འཕངས་ནས་སོང་བ་ནང་བཞིན་ཏེ་དེ་ཉིད་ཀྱི་ཉན་ཐོས་ཀྱི་ལམ་ལ་བསླབ་པར་འདོད་པས་ཀྱང

དེ་ནས་དུས་ཚོད་ད་རག་པ་ལ་གོ་ར་ད་ཅིག་འཁྲུགས་དེ་བའི་སྐབས་ལ་ཉོན་མོངས་ད་རག་པའི་སྐབས་ཀྱི་དུས་ཚོད་དེང་སང་གི་དུས་ཚོད་ད་བ་ད་ཅིག་གི་ཅིག་ནི་ག་སོ་གོ་རེ་ནས་ད་འགའ་རྒན་བར་ཆད་ལ་སོགས་པ་མང་པོ་ཅིག་འཁྲུགས་དུས་པའི་ད་དུས་ཚོད་ད་འཁྲུགས་པའི་སྐབས་དེ་ལ་ལྷག་པར་དུ་བྱེས་སོན་ཕ་མ་ད་སྤྱི་བཏང་གི་ད་ཡིན་ནམ་ལྷག་པའི་ལ་སོགས་བ་འདི་ཟ་མང་པོ་ཡོད་རེ་དེ་ལྷག་པར་དུ་བྱེས་སོན་ཕ་མ་གྲོ་མ་ད་ཆགས་དང་ཆུ་བི་སོགས་མང་བཏགས་པ་ཡིན་ན་ད་དམིགས་བསལ་གྱི་ད་དུས་སྐབས་དེ་ཆགས་གོ་རེ། དེ་ཡིན་དུས་སྐབས་སུ་རྗེ་བཙུན་འཕགས་མ་ཁྲོས་མ་དེའང་ལྷག་པར་དུ་ང་རང་ཚོ་དུས་གསུམ་གྱི་སངས་རྒྱས་ཐམས་ཅད་ཀྱི་ནི་ཕྲིན་ལས་ཀྱི་རང་གཟུགས་ཡིན་གསུང་གོ་རེ་ཕྲིན་ལས་ཀྱི་རང་གཟུགས་ཅེས་བྱ་བ་གོ་རེ་དེ་ཙམ་དུ་མ་བཟོད་པས་ནི་དུས་གསུམ་གྱི་སངས་རྒྱས་ཐམས་ཅད་ཀྱིས་རྗེ་བཙུན་འཕགས་མ་ཁྲོས་མ་ཡི་མཚན་ཡོད་པ་མཚན་སྔགས་ཙམ་ལ་ཡང་བྱིན་གྱིས་བརླབས་ནས་ནི་ཅིག་ང་རང་ཚོས་ད་ཉམས་ལེན་སྒྲུབ་པ་ཉམས་ལེན་བྱེད་མཁན་ཡིན་ན་རབ་ལས་བྱེད་མ་ཐུབ་པ་ཡིན་ན་ནི་རྗེ་བཙུན་འཕགས་མ་ཁྲོས་མ་ཀྱི་མཚན་ཙམ་གྱི་རྣ་བ་ལ་ཐོས་པ་མཚན་ཙམ་གྱི་ཡིད་ལ་བསམས་པ་ནི་ཁ་ནས་བརྗོད་པ་ཡིན་ན་ཡང་མི་སྲིད་ཀྱི་དེ་ནི་ནད་ཞི་བ་དོན་ཞི་བ་བར་ཆད་ཞི་བ་འཇིགས་པ་ཐམས་ཅད་ལས་གྲོལ་འདོད་ཀྱི་ཡོལ་བ་དེ་སངས་རྒྱས་སྤྱོན་དུས་གསུམ་གྱི་སངས་རྒྱས་ཐམས་ཅད་ཕྱིས་སུ་འཕགས་མ་ཁྲོ་མོ་ཁོང་གི་མཚན་ལ་བྱིན་གྱིས་བརླབས་ནས་བཞག་ཡོད་སེམས་གསུང་གི་ཡོད་རེད་ད་དེ་གཉིས་དེ་ག་ཁ་ཁེལ་བ་དང་གཅིག་གིས་དེ་ག་ཤེས་ཀྱི་ཡོད་མ་རེད་དེ་ཚང་མ་ནི་ད་ལྟ་འཕགས་རྗེ་བཙུན་གྲོས་མིན་གྱི་སྒྲུབ་ཐབས་ཡོད་རེད་དེ་ནི་དེ་གི་རྒྱུ་ཡོད་རེད་འོ་དེ་ཚོ་མང་པོའི་ནང་ནས་ཤེས་ཀྱི་ཡོད་རེད་གསུང་གི་ཡོད་རེད་འོ་དེ་འདྲ་རེད། ད་དེ་ལྟ་བུ་ཇི་བཟུང་ཕ་མ་ཁྲོས་མ་ཞེས་བྱ་བ་དེའང་ང་རང་ཚོ་བོད་གངས་ཅན་གྱི་ལྗོངས་ལ་ཆ་བཞག་པ་ཡིན་ན་ཡི་དམ་ལྷག་པའི་ལྷ། བསྟེན་ནས་བཞུགས་དེ་ངས་མཁས་གྲུབ་བསམ་གྱིས་མི་ཁྱབ་པ་དག་མང་པོ་ཞིག་ནི་བཀའ་བརྒྱད་ནང་ལ་བྱུང་ཡོད་རེད་རྙིང་མ་ནང་ལ་བྱུང་ཡོད་རེད་ས་སྐྱའི་ནང་ལ་བྱུང་ཡོད་རེད་དགེ་ལུགས་ནང་ལ་བྱུང་ཡོད་རེད་དེ་ཙམ་མ་ཟད་པའི་རྒྱ་གར་འཕགས་པའི་ཡུལ་ལ་ཆ་བཞག་པ་ནས་ཡོངས་སུ་གྲགས་པའི་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་ལ་ཆ་བཞག་པ་ཡིན་ན་ཇི་བཟུང་ཕ་མ་ཁྲོས་མ་དེ་ཡི་དམ་ལྷག་པའི་ལྷ་བསྟེན་ནས་སྒྲུབ་སྡེ་ཉམས་ལེན་པ་ཅིག་ཆགས་ཀྱི་ཡོད་རེད་འོ་དེ་ཡིན་དུས།

དེ་དུས་སུ་སྟོང་པ་ག་དུས་བྱུང་ན་ཡང་ནི་ཆིག་བརྒྱུད་ནི་དྲན་བཞག་ན་དཔལ་ལྡན་གྱི་དྭངས་མ་ཉིད་ཁོང་དུ་ཞུ་ཡོན་པ། དེ་དེ་དག་ནི་སངས་རྒྱས་བཅོམ་ལྡན་འདས་དུས་གསུམ་གྱི་སངས་རྒྱས་ནི་དེ་ལ་བྱིན་རླབས་མཛད་བྱ་བ་རེད་བྱིན་རླབས་མཛད་ཡིན་དུས་ཀ་ལ་ཁོང་རྣམ་པ་ཚོ་ང་རང་ཚོ་ནང་ཆུ་འཛིན་བཤད་རྒྱུ་ཡོག་མ་རེད་རོ་བ། ནི་ཅི་མགོ་སྐོར་བཏང་ཡ་ཡོག་མ་རེད་དེ་ཡིན་པ་ལ་ཡིན་པ་ལྟར་དུ་གསུང་གི་ཡོད་རེད་གསུང་བ་ནང་བཞིན་དུ་ཆུ་ང་རང་ཚོ་གི་ཡང་དད་པ་དང་དག་སྣང་མོས་འབུལ་གུས་པ་ནས་ད་ཅི་ག་རེ་ཉམས་ལེན་བྱེད་ཐུབ་གི་ཡོད་ན་བྱེད་ན་ནི་དེ་ཕན་ཡོན་དེ་དཔལ་ལྡན་གྱི་ང་རང་ཚོ་སོ་སོ་ལ་རག་གི་རེད་མ་གཏོགས་སངས་རྒྱས་དང་བྱང་ཆུབ་སེམས་དཔའ་ལ་གང་ཡང་རག་གི་ཡོག་མ་རེད། པོ་འདུག་ཟེར། དེ་འདི་དག་གང་ལྟར་རྗེ་བཙུན་འཕགས་མ་ཁྲོས་མ་གྱི་མཚན་ད་འཕགས་མ་ཁྲོས་མ་ཞེས་པའི་མཚན་ལ་དེ་འདྲ་རེད། དེ་ནི་དེ་ལྟ་བུའི་ད་ཕྱག་རྫ་ཉིས་རྩ་གཅིག་གི་བསྟོད་པ་བྱེད་རོགས་ང་རང་ཚོ་ད་ཁྲོས་མ་ཉེར་གཅིག་གི་བསྟོད་པ་ལ་ཆ་བཞག་པ་ན་ཕྱག་རྫ་ཉེར་གཅིག་གི་བསྟོད་པ་དེའང་འདོན་དོན་དཔེ་མེད་ཟིལ་གྱིས་འཕེན་ཆེན་པོ་བྱ་དགོས། དེ་འདྲིའི་གི་བསྟོད་པ་དེའང་ང་རང་ཚོ་ད་དེང་སང་གི་ད་བྱེད་ཀྱི་སློབ་སྦྱོང་བྱས་ནས་ནི་ད་ལོ་དང་ད་ཟླ་བ་མང་པོ་ཅིག་གི་ནི་ད་ལོ་མང་པོ་ཅིག་གི་ནི་སྦྱངས་ནས་མཁས་པ་ཆགས་དེ་ངས་གྲོས་པ་ཆགས་དེ་ངས་མང་པོ་བྱོས་རེད་དེ་འདྲེ་རྣམས་ཀྱིས་ནི་རྗེ་བཙུན་འཕགས་མ་རྣམས་བསྟོད་པ་དང་གཉེན་པོ་དང་རྩོམ་རྒྱབ་བསྡད་པ་འདི་འདྲེ་ཞིག་གང་ཡང་མ་རེད་དེ་ང་རང་ཚོ་ཆ་བཞག་པ་ཡིན་ན་སོ་སོ་དགའ་ཕྱོགས་དང་ཉེས་ཕྱོགས་ཡིན་ན་བསྟོད་པ་རྒྱག་གི་ཡོད་རེད་དེ་ནི་བྱེད་གི་ཡོད་ཁོ་ལ་ནི་བྱེད་གི་ཡོད་ཡིན་ག་རེ་བསྟོད་བསྔགས་དང་བཀུར་བསྟི་ལ་སོགས་ཕུལ་གི་རེད་སོ་སོས་མ་དགའ་ས་དང་སོ་སོ་རྣ་བ་མ་འདྲ་སོགས་ཡིན་ན་དེ་ལ་ཡང་བྱམས་སྨོད་རྒྱག་ཡོད་དང་སྨད་དགྲ་ཟླ་ཡོད་རེད་བ། འོ་དེ་དེ་འདྲས་མ་རེད་ད་ནང་ང་རང་ཚོ་ཆགས་ས་རྒྱུ་རྩ་གཅིག་རྗེ་བཙུན་ཕ་མའི་གྲོལ་བའི་བསྟོད་པ་དེ་ང་རང་ཚོའི་མི་དཀྱུས་མ་གཅིག་གི་ཨ་ཏི་ནི་གཅིག་གི་ཟླ་བ་དང་ལོ་མང་པོ་གཅིག་སྦྱངས་ནས་མཁས་པ་ཆགས་མཁན་གཅིག་གི་བརྩམས་ནས་རྗེ་བཙུན་ཕ་མ་གྲོལ་ན་བསྟོད་པ་རྒྱབ་བཞག་པ་དེ་འདྲས་གང་ཡང་མ་རེད། བསྟོད་པ་རྒྱག་མཁན་ཁོང་ལ་བསམ་བློ་བཏང་བ་ནི་སངས་རྒྱས་རྣམ་པར་བླང་མཛད་རེད་དེ་ཁོང་སངས་རྒྱས་རེད་སངས་རྒྱས་ཀྱི་དོན་མེད་ད་ང་རང་ཚོ་གཅིག་ཕྱོགས་རིས་ཆགས་སྡང་གི་བྱས་ནས་བསྟོད་པ་རྒྱག་ཡ་བྱས་ནས་སྐྱོན་བརྗོད་གནང་གི་ཡོད་མ་རེད་ཡིན་པ་ལ་ཡིན་པ་ལྟར་དུ་བྱས་ནས་གནང་གི་ཡོད་རེད་དེའི་འདོད་དགའ་ཚུལ་སངས་རྒྱས་རྣམ་པར་སྣང་མཛད་ཀྱི་རྗེ་བཙུན་ཕ་མ་གྲོལ་མ་ལ། བསྟོད་པ་གནང་བྱ་བ་ཅིག་ཆགས་འོ། དེའི་བསྟོད་པ་ཆགས་ཚར་གྱི་གསང་ཆེན་བསྟོད་པ་དེ་ཆགས་དགོས་རེད་དེ་འདི་གི་སངས་རྒྱས་ཀྱི་གསུང་རེད། སངས་རྒྱས་ཀྱི་གསུང་དེ་སོ་སོ་ནས་འདོན་པ་དང་ཀློག་པ་ཡིན་ན་ཕན་ཡོད་དང་ཡོད། ད་དེ་གི་དོན་དག་ཧ་གོ་བའི་སྒོ་ནས་འདོན་པ་ཡིན་ན་བསམ་གྱི་མི་ཆོག་ཕན་ཡོད་དེ་ད་བསྟོད་པ་འཇོལ་སྲས་ཀྱི་ཡུལ་ལ་ཆ་བཞག་པ་ནི་རྗེ་བཙུན་འཕགས་མ་སྒྲོལ་མ་རེད་དེ་གོ་རེད་རྗེ་བཙུན་འཕགས་མ་སྒྲོལ་མ་དེ་ངས་དེའི་གོང་དུ་ཞུས་པ་ན་སྤྱི་བཏང། གི་བ་དག་དང་དང། ངེས་པ་དོན་གྱི་དབང་དུ་བཏང་ནི་རྗེས་སུ་ཕ་མ་འགྲོ་མ་སངས་རྒྱས་རང་རེད་དེ་འོས་རེད། ཡིན་ནའང་ཕྱི་རྣམ་པ་ལ་ལྟ་ཡིན་དུས་སྐབས་སུ་དེ་ནི་ད་ལྟའང་ལོར་འཇམ་པའི་དབྱངས་དང་ཕྱག་ནང་རྡོ་རྗེ་དང་སྤྱན་རས་གཟིགས་ལ་སོགས་པ་དེ་ནི་འཛིན་ས་ལ་གནས་པའི་དག་འཕགས་པ། གི་རྣམ་པ་ལ་བསྟན་རྒྱུ་ཡོད་ཡོད་རེད་མ་གཏོགས་སངས་མ་རྒྱས་སངས་རྒྱས་ཀྱི་རྣམ་པ་བསྟན་རྒྱུ་ཡོད་མ་རེད་ཁོང་སངས་མ་རྒྱས་པ་ནང་བཞིན་རྗེས་སུ་ཕ་པ་ནི་ཕ་མ་དང་ནི་དེ་ནི་བྱང་ཆུབ་སེམས་དཔའ་རྣམས་ཀྱི་རྣམ་པ་ལ་བསྟན་ནས་ཞུ་བ་རེད་མ་གཏོགས་དོན་ལ་དངོས་ནི་སངས་རྒྱས་རང་རེད་དེ་འོས་རེད་བ། དེ་ཡིན་དུས་སྐབས་སུ། ཨ་ནི་ཁོང་རྣམ་པ་བཟོད་ཀྱི་བསྟོད་པ་བརྫུས་ཚེ་ཡུལ་དང་རྗེས་སུ་ཕ་མ་སྒྲོལ་མ། བསྟོད་མཁན་ཡང་ཨ་ནི་སངས་རྒྱས་ཨ་ནི་དང་རྣམ་པར་སྣང་མཛད་དེ་དག་གིས་ཨ་ནི་ང་རང་འཛིན་ཨ་ནི་གསུང་བཤགས་པས་ཨ་ནི་བསྟོད་པ་ནི་ང་རང་བཟོད་ཨ་ནི་ཁ་ནས་ཀློག་པ་ཡིན་ན་ཀློག་པ་ཙམ་གྱིས་ཕན་ཡོན་ཆེན་པོ། ད་ཀློག་གིན་ཀློག་གིན་ཏེ་དོན་དག་དེ་ཡང་བསམ་བློ་བཏང་བ་ཡིན་ན་དོན་སྟོང་ཕན་ཡོན་བསམ་གྱིས་མི་ཁྱབ་པ་ཡོད་པ་དེ་ད་ནི་ཞུ་དགོས་གང་ཡང་ཡོད་མ་རེད་དེ་རེད་དེ་གནས་སྐབས་ཙམ་གྱི་ང་རང་ཚོ་ནམ་རྒྱུན་རྗེ་བཙུན་འཕགས་མ་ཁྲོས་མ་ལ་ནི་དེ་ནི་ད་ལྟ་བོན་རྗེ་བཙུན་ཕྱག་ཚ་ཉེར་གཅིག་གི་བསྟོད་པ་ལ་སོགས་པ་དང་མཚན་སྔགས་ལ་སོགས་པ་དྲངས་པ་ཡིན་ན་ད་བོན་མདོ་བདུན་ཙམ་ཞིག་ཞེས་པ་ཞུས་པ་ཡིན་ན་ནི་ཅིག་ད་ད་ག་ཡིན་དགོངས་དོན་དང་རིམས་ནད་དུག་ལྔ་ལ་སོགས་ན་གསུངས་དང་དོན་དང་རིམས་ནད་དུག་ལྔ་ལ་སོགས་ན་མྱུར་དུ་ཤེས་ཤིང་གསུང་དུའང་བསྟན་ཏེ། དོན་དམ་པས་ན་ས་ཡིན་ནས་ཁ་གསོ་བའི་ས་བདག་དང་གཞི་བདག་དང་རྒྱལ་པོ་དང་བཙན་དང་དང་མི་དང་མི་མ་ཡིན་ཀླུ་ལ་སོགས་པ་ཡི་གནོད་པ་མང་པོ་འབྱུང་གི་ཡོད་རེད་དེ་དག་ཐམས་ཅད་ཀྱི་དོན་ཐམས་ཅད་ཤེས་པར་བྱེད་ན་དོན་དང་དོན་ཤེས་པར་བྱེད་པ། ལྷག་པར་དུ་ང་རང་ཚོ་འབྱུང་བཞི་འཁྲུགས་ནས་དེ་གཅིག་ད་གཅིག་གི་རིམས་ནད་སྣ་ཚོགས་པ་དེ་ནི་ན་བཟའ་ནད་རིགས་བཞི་བརྒྱ་རྩ་བཞི་ལ་སོགས་པ་དེ་ནི་མང་པོ་ཅི་བྱུང་གི་ཡོད་རེད་དེ་ནི་དེ་ཡི་རིམས་ནད་ཚང་མ་ཞི་བ་ཞི་ཐུབ་དགོས་རེད།

བདག་སོ་སོ་ལ་འདི་འདྲ་བསམ། སོ་སོ་ལ་འདོད་ན་འདི་འདྲ་གྱི་ཕན་བྱུང་བ་མ་ཟད་དུ། ནི་སེམས་ཅན་གཞན་པ་རྣམས་ལ་ཡང་ངོ་སོ་སེམས་ཅན་གཞན་པ་རྣམས་ལ་བདག་སོ་སོ་གིས་དེ་ནི་གཉེན་ཉེ་འཕྲད་རེད་གྲོགས་གྲོགས་པོ་རེད་སྦྱིན་བདག་རེད་ད་གང་དང་གང་འབྲེལ་གཅིག་གིས་དེ་ཚོ་ལ་ཡང་ཕྱི་དུ་ཡང་འདོད་པ་ཡིན་ན་བདག་སོ་སོ་ལ་ཕན་ཐོགས་འདི་འདྲ་ཡོད་པ་མ་ཟད་སེམས་ཅན་གཞན་ལ་ཡང་འདི་འདྲ་གྱི་ཕན་ཐོགས་ཀྱི་ཡོད་གསུངས་དགོས་རེད་དེ་ཡིན་པའི་རྒྱུ་མཚན་ལ་བརྟེན་ནས་འོ་འདི་འདྲ་གྱི་ཕན་ཆེན་པོ་དེ་ནི་གཅིག་གིས། དེ་ནི་གཅིག་གིས་ད་ང་རང་ཚོས་ནི་དུས་ཚོད་དང་ཐུན་མིན་སྐབས་སུ་ད་དུས་ཚོད་སྟོང་པ་རྣམས་ཡོད་ན་ཡང་སྟོན་པ་ཡིན་ན་དཔེར་མི་སུ་བོན་བྱོན་པ་ལྷག་པར་དུ་གང་ཡང་སྟོན་པའི་ཁོ་རང་རྣམས་ལ། གཉིས་གསུམ་བདུན་དུ་མངོན་པར་གྱུར་ན་བུ་ཐོབ་པས་ནི་བུ་ཐོབ་འགྱུར་ཞིང་ནོར་ཐོབ་པས་ནི་ནོར་རྣམས་ཉིད་དུ་འདོམས་པ་ཐམས་ཅད་ཐོབ་པར་འགྱུར་ལ་གེགས་སྣང་མེད་ཅིང་སོ་སོ་འཇོམས་འགྱུར་ཅིག་གསུང་གི་འདུག་བ་ད་དུ་ན་ད་གང་ལྟར་ཉི་མ་གཅིག་གི་ནང་ལ་ཡང་ཞོ་སྐལ་གྱི་ཆ་དང། སྔ་དྲོ་གི་ཆ་དེ་ལ་ཡང་ཞོ་སྐལ་ལའང་ཉི་མ་ལན་གསུམ། མཚན་ལའང་ལན་གསུམ་ལ་སོགས་པ་སྟོན་པའམ་རྟགས་གང་ལྟར་ནི་གཅིག་གི། རྟགས་གང་ལྟར་གཅིག། གཉིས་ཡང་ཡང་ན་གསུམ་མམ་ཡང་ན་ཚར་བདུན་ལ་སོགས་པ་གང་ལྟར་རྗེས་སུ་འཕགས་མ་འཕྲོ་མོ་ཡི་སྟོན་པ་དང་ཡང་མིན་ན་མཚན་སྔགས་འོམ་ད་རེ་ཏུ་ད་རེ་ཏུ་རེ་སོགས་ལ་ཕྲེང་འཁོར་འོ་ད་མང་པོ་ཅིག་ག་ཚོད་བགྲང་དུ་སོ་སོའི་དུས་ཚོད་དང་མཐུན་པའི་བགྲང་བ་ཡིན་ན་གང་ལྟར་དེ་འདྲའི་བགྲང་བ་ཡིན་ན་བོན། ད་སོ་སོ་ལ་ང་རང་ཚོ་འཇིག་རྟེན་པ་ལ་མདོ་དགོས་ག་རེ་དཔེར་ན།

ད་གང་ལྟར་སོ་སོ་གིས་གང་དང་གང་འདོར་གྱི་ཡོད་པ་དེ་འདོར་བར་བྱེད་པ་ལ་རྐྱེན་ངན་བར་ཆད་ཐམས་ཅད་པ་བསལ་ནས་འདོར་པ་ཐམས་ཅད་ཡོངས་སུ་རྫོགས་པར་བྱེད་ཀྱི་ཡོད་གསུངས་པས་ད་འདི་སུས་གསུངས་པ་ཟེར་ང་རང་ཚོ་མི་གཅིག་ཁ་མཁས་པ་གཅིག་དང་ཤེས་ཤེས་པ་གཅིག་གིས་ཤེས་ཀྱི་ཡོད་མ་རེད་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཁོང་རྣམ་པ་ཚོ་གིས་གསུངས་ཞོར་ཁོང་རྣམ་པ་ཚོ་རྫུན་ག་དུས་ཡང་བཤད་ཀྱི་ཡོད་མ་རེད་དེ་རེད།

ཏན་ཏན་གྱི་འབྲས་བུ་དེ་སྨིན་གྱི་ཡོད་རེད་འབྱུང་གི་ཡོད་རེད་འོ་འདུག་ཟེར། འོ་འདི་ཡིན་དུས་སྐབས་སུ་ད་རྗེ་བཙུན་འཕགས་མ་སྒྲོལ་མ་དེ་ད་གོང་དུ་ཞུས་པ་ནང་བཞིན་དུ་བྱས་ནས་འོ་ད་ཅིག་གིས་ཉམས་ལེན་བྱེད་སྟངས་ཇི་འདུག་ཡིན་ན་ད་འདུག་བྱས། ད་དེ་བྱེད་པའི་སྐབས་སུ་ཡང་ད་གཙོ་བོ་སྦྱོར་བ་དང། དངོས་གཞི་དང། བསྔོ་བ། གསུམ་སྦྱོར་དངོས་འབྱོར་གསུམ་ཚང་བ་ཅིག་བྱེད་དགོས་ན་ཡང་རྒྱ་ཆེན་པོ་ཞེ་དྲག་བྱའོ་རེད་དེའང་ད་ལྟ་ཀུན་མཁྱེན་ཀློང་ཆེན་རང་འཇམ་ཁོང་གིས་གསུང་བ་ནང་བཞིན་དུ་བྱས་ནས་སྦྱོར་བ་སེམས་བསྐྱེད་དངོས་གཞི་དམིགས་པ་མེད་ཕྱི་ལ་བསྔོ་བས་ཡོངས་སུ་ཟིན་པ་ནི་ཐར་ལམ་འགྲུལ་བའི་སྐྱེས་པ་རྣམས་སུ་མོ་གསུང་དགོས་ད་འདོད་ན་ཅིག་ང་རང་ཚོ་ཞེ་སུན་ཕ་མ་གྲོ་མ་ལྟ་བུ་ཅིག་ད་ལྟ་ཅིག་གི་བསྟོད་པ་ཅིག་འཇོག་དགོས་ཡོད་ན་ཡང་རེད་ཆ་ཚང་ཉེ་ཅིག་གི་བསྟོད་པ་ཅིག་འདོན་གོ་དགོས་ཡོད་ན་ཡང་རེད་ཨོམ་ཏཱ་རེ་ཏུ་ཏཱ་རེ་ཏུ་རེ་སོགས་ཟེར་བའི་མཚན་སྔགས་ཅིག་བགྲང་གོ་དགོས་ཡོད་ན་ཡང་རེད་གང་དང་གང་བགྲང་པ་ཡང་དང་པོ་སྦྱོར་བ་སེམས་ཅན་ཀུན་སློང་ཡག་པོ་ཅིག་སྔོན་ལ་བཏང་དེ་ནས་དངོས་གཞི་དེ་ནི་སྐབས་སུ་དེ་ནི་དེ་ག་ཡིན་སྨིན་ཙམ་ཡང་མེད་པར་རྗེ་བཙུན་འཕགས་མ་ཁྲོ་མ་དེ་དངོས་གནས་སོ་སོ་གི་བསམ་མི་ལ་སལ་ཐེ་ངེ་བ་ལས་སལ་ལས་པའི་སལ་བུ་ཅིག་དྲན་པའི་སྒོ་ནས་དེ་ནི་འདོད་པ་འཇོའི་ལ་སོགས་པ་དེ་ནི་གཅིག་གི་ཚེ་ང་གྲང་ཡང་ལ་སོགས་པ་དང་གཅིག་གི་ཚ་ལ་དང་གཉིས་ཡམ་གསུམ་མམ་བདུན་ལ་སོགས་པ་འཇོ་ཚ་བའི་རྗེས་སུ་དེ་ནི་ད་རང་གི་དེ་ནི་བསྔོ་བ། དེ་ནས་ཅིས་མ་བཅོས་སེམས་ཅན་ཐམས་ཅད་ཀྱི་དོན་དུ་བསྔོ་བ་དང་སྨོན་ལམ་རྒྱག་ཡ་ལ་སོགས་པའི་སྒོ་ནས་གང་ལྟར་སྦྱོར་དངོས་རྗེས་གསུམ་ཚང་བའི་སྒོ་ནས་བྱས་པ་ཡིན་ན་དེ་ཡང་བོན་དེ། གཞན་དང་མི་འདྲ་བ་གཅིག་གཅིག་རང་ཉིད་རྩོམ་པའི་སངས་རྒྱས་ཀྱི་དགོས་པ་མ་ཐོབ་ཀྱི་བར་དུ་བྱས་ནས་དེ་ནས་བར་མ་དོར་བར་བརླག་འགྲོ་བ་དང་ཟད་འགྲོ་བ་མ་ཡིན་པ་དེ་འདྲ་ཅིག་བྱ་དགོས་ཡོད་རེད། འོ་ད་འདུག་སྒོ་ནས་ད་བྱེས་སུ་ཕ་མ་འགྲོ་མང་གི་རྒྱབ་ལྗོངས་རེད་ཉམས་ལེན་བྱེད་སྟངས་ཀྱི་སྐོར་ད་མདོ་ཙམ་ཅིག་གི་ད་ཅིག